གྲོས་ཚོགས་ནང་ལོགས་ལ་ཡང་འདི་བཞག་པའི་རྒྱལ་ཁ་ཐོབ་རོགས་ཐོབ་པའི་སྐབས་སུ་སྲིད་སྐྱོང་བློ་བཟང་སེང་གེ་སྐབས་སུ་རེད་དེ་དུས་ཁོང་གིས་གོང་ས་མཆོག་ལ་ཡང་སྙན་བཟང་ཞུ་བའི་སྐབས་སུ་རྒྱ་རོང་ཇི་ཆོག་པས་མི་ཚེ་ཐུགས་དགྱེས་ཚོར་གནང་ཡོད་རེད་དེ་ང་ཚོ་སྤོབས་པར་བ་ཨ་ནེ་དེ་མོ་རང་གི་འཇོན་ཐང་རེད་དེ་ནང་བཞིན་མོ་ད་བཞག་ཚར་བའི་སྐབས་རྗེས་ལ་ཨ་ནེ་ཕྱག་ལས་ཧ་ལས་ཡག་པོ་གནང་རེད་ཨ་ནེ་འབུར་དུ་ཐོན་པ་ཅིག་ཆགས་བསྡད་ཡོད་རེད་འདི་ང་ཚོ་བོད་རྩ་དོན་པས་མི་ཚེ།

ཨ་ནེ་དཔོན་པོ་ད་ག་རེ་ཡོད་བ་ཡིན་ན་ཕ་ནང་ལ་ཐོབ་ཐང་ཤེས་ཡ་དང་གཅིག་ཡོད་ར་བ་དེ་ཤུགས་ཆེན་པོ་བྱེད་ར་དེ་ཚེ་གེ་མར་ད་ཨེ་ཡོན་གི་ད་མི་རིགས་འདྲ་མི་འདྲ་ཡོད་ར་བ་ཚང་མ་གི་དཀའ་ངལ་ག་རེ་ཡོད་བ་དེ་མོ་གི་སེལ་ཐུབ་པ་དེ་འདྲ་བྱེད་ཐུབ་གི་ཡོད་རེད་དེ་ཡིན་དུས་ང་རང་ཚོ་བོད་པ་གཅིག་པོ་མེད་འབབ་ཚང་མ་ལ་དགོས་ཡ་དེ་བུ་རི་ལ་དཀར་པོ་ཆེ་རེད་ཨ་དེ་ཡིན་དུས་ག་ལ་ང་ཚོ་པག་སྒྲིལ་ཨེ་ཡོན་ལ་བོད་པ་ཡོངས་སུ་རྫོགས་པ་ཨ་ནེ་བོད་ཕན་ཐོས་ངེས་ཕན་ཆོས་གི་ཐོབ་ཐང་ཡོད་ངེས་ཕན་རོགས་ནང་ལ་ཞུ་གི་ཡིན། ད་ལྟ་བར་དུ་དཔལ་འབྱོར་རོགས་པ་རྒྱབ་སྐྱོར་གནང་མཁན་དང་དེ་ཚང་མ་ལ་བཀའ་དྲིན་ཆེ། ད་དུང་ཡིན་ན་གནང་རོགས་གནང། ཨ་ནེ། ཁྱབ་བསྒྲགས་ཡག་མ་སྦྱར་དགོས་ཀྱི་འདུག་སྒོ་བརྡུང་ནས་ཡོ་ཤོ་བླུག་རོགས་ལ་ནི་ལབ་དགོས་ཀྱི་འདུག། བཀྲིས་དང་མོ་རང་རྒྱལ་ཁ་ཐོ་བའི་གི་རེ་བ་དཔེ་ཡོད་རེད་ཡིན་ན་ཡང་ད་ལྟ་ཆབ་སྲིད་ཀྱི་གནས་སྟངས་འདི་འགྲན་རྩོད་ཆེན་པོ་ཅིག་ཆགས་ཀྱི་འདུག་ང་ཚོ་མཐོ་ཤོས་མ་འགྲོ་བ་གནང་རོགས་གནང་ལ་རེ་བ་ཞུ་གི་ཡོད་དེ་ཡིན་འདུག་ག་ལ་ད། དེ་འདྲ་རེད་ད་ག་ཞིག་ལ་ན་དབུས་ལ་སླེབས་པ་ཡིན་ན་ང་རང་ཚོ་རྩ་བརྟན་འདི་པེ་མེ་སི་ཕན་ཅིག་ཐོག་གི་ཡོད་རེད་གཉིས་པ་ང་རང་ཚོ་ག་ཞིག་ལ་བ་རེད་དེ་ང་ཚོ་ཞི་ཐུག་ཞི་ཐུག་ཞི་ཐུག་ལ་འགྲོ་འདི་གི་ཡོད་རེད་བ་ཅིག་ང་ཚོ་རྒྱ་ཆེ་བ་ད་ལྷག་བསམ་ཡོད་ངེས་ག་དུས་ན་ཆབ་སྲིད་ལས་ཀ་ཅིག་བྱེད་དེ་དུས་འགྲོ་འདི་གི་ཡོད་རེད་ད་རིང་ང་རང་ཚོ་མི་ཅིག་གྲོ་ཚོ་ནང་སླེབས་པ་ཡིན་ན་ཁྱད་པར་གནམ་ས་ཤོར་གི་རེད་ལ་ཞུས་བ་ཡིན་ཨ་ནེ་ད་ང་རང་གི་མི་ལ་རེ་བ་ཞུས་བ་ན་ཤིང་ང་རང་ག་རེ་བྱེད་ཡོད་ལབ་པ་ཡིན་ན་དེ་སྔོན་ད་ང་དབུས་ན་བྱང་གི་རེད་ལ་སེ་ར་དང་པོའི་སྐབས་སུ་ཨ་ནི་ཉིས་སྟོང་གཉིས་སར་ཕྱིས་གི་མཇུག་དེ་མ་རེད་དེ་དུས་གུམ་ལྔ་བརྒྱ་ཅིག་ཞལ་འདེབས་གནང་བ་ཡིན་ལྔ་བརྒྱ་གནང་བ་ཡིན་ན་ཨ་ནི་གཞུང་གི་ཚུལ་ལ་སུམ་བརྒྱ་ལྔ་བཅུ་ཞིག་སློག་གི་འདུག་དེའི་དུས་བརྒྱ་དང་ལྔ་བཅུ་མ་ཞིག་འགྲོ་མ་སོང་ད་ད་ལན་ཉིས་ཀྱི་གོང་བུ་གཅིག་སྟོང་ཞིག་ཞལ་འདེབས་བརྒྱབ་པ་ཡིན། ད་དེ་གཉིས་ལབ་དགོས་དེ་འདི་ཡིན་ད་སེམས་ཤུགས་འཕར་ཡ་དང་སོ་སོ་བློ་སྒོ་ལེགས་ཡ་བྱོས་རོགས་རྒྱ་བལ་ཅིག་ཨ་ནི་ཡང་ལམ་ཀ་ཧ་གོ་ཡ་བྱོས་རོགས་དེ་ཡིན་ད། དེ་ཡིན་དུ་གཅིག་སྟོང་བརྒྱ་བས་ན་ལྔ་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ཚུལ་ལོག་གི་འདུག་དེ་ཡིན་དུ་བཞི་བརྒྱ་ཚར་སོང་ཞེས་སྒྲོག་གི་མི་འདུག་ཨ། ཨ་ནི། བོད་རྩ་དོན་དོན་ཐོག་ལ། ང་ཚོ་གི་མི་གཅིག་ཡར་སླེབས་དགོས་ཀྱི་ཡོད་རེད། དེ་གཅིག་པུ་ཚད་གི་མ་རེད་ས་གནས་མི་མང་ཡོངས་སུ་རྫོགས་པ་ལ་ཡིན་ན་དཔོན་པོ་བུ་ཕྲུག་ལ་འདྲ་པོ་གཅིག་དགོས་ཀྱི་ཡོད་རེད། དེ་ཡིན་དུ་ཨ་ནི། ལྷན་རྒྱས་ཚང་མ་རྒྱབ་སྐྱོར་གནང་རོགས་གནང། ཨ་ནི་ཕྱི་ལ་ཡོད་པའི་བོད་རིགས་སྤུན་ཟླ་ཡོངས་ནས་སྨོན་ལམ་རྒྱབ་རོགས་གནང་ལན་ཞེས་ཐུགས་རྗེ་ཆེ།